ཚང་མ་ལ་འཚམས་འདྲི་འདི་ལོའི་ཆོས་དང་ཨ་ནེ་ཡང་དེ་རིང་སྤྱི་ལོ་ཉིས་སྟོང་བཞི་ཚེས་ལྔ་བའི་ཚེས་བརྒྱད་ཉིན་ར་ཤི་ཡའི་དང་ཨ་ནེ་ཡུག་རེན་གཉིས་ཀྱི་དམག་གི་གནས་སྟངས་དེ་སྐོར་ལ་ཨ་ནེ་ཡང་དེ་རིང་བརྙན་ཐུང་བརྒྱད་བརྒྱ་བདུན་ཅུ་གཅིག་བཟས་ནས་དེ་ཕྱི་ཟླ་དེའི་མཉམ་དེང་སང་ཚོ་ར་ཤི་ཡའི་དང་ཨ་ནེ་ཡུག་རེན་དམག་དེ་གཉིས་མཉམ་དུ

ཨ་རེ་ཉི་མ་གསུམ་གོ་དེར་ད་ཅིག་དམག་མཚམས་བཞག་དེ་ད་གས་གོ་ཡ་མི་འདུག་ཨ་རེ་དེ་ལས་ལྡོག་ད་ག་སི་ར་ཤའི་སྲིད་འཛིན་པུ་ཀྲིན་ངས་ཨ་རེ་ངའི་གནས་ཚུལ་དེར་ད་ཅིག་དམག་མཚམས་བཞག་བསྡད་པ་འདྲ་བས་ན་ཨ་རེ་དེའི་སྐབས་སུ་ཉི་མ་གསུམ་བཅུ་དེར་ད་ཅིག་དམག་མཚམས་བཞག་གས་ཡོད་དེ་འདྲས་ག་ད་བས་ད་ཅིག་བསམ་ཚུལ་སོགས་དེ་འདྲས་གང་ད་བས་ད་ཅིག།

པུ་ཀྲིན་གྱིས། ག་དེ་འགྲིག་ཐག་ཆ་ཆེ་བ་ནང་བསྟན་ག་ད་ཕེ། ལག་ལེན་ཅིག་བསྟར་གྱི་མེད་དེར་ཡང་ཕེ་གནས་ཚུལ་དེར་དེང་གི་འདུག་བ་ད་དེ་དེ་འདྲ་ཁ་སང། ཚེ་དིང་གི་ཉིད་སོགས་ལ། ད་ལྟ་དམག་མཚམས་བཞག་སྟེ་འགོ་བཙུགས་ཚར་རེད་ཅེས་ནི་ད་ད་ར་ཤེས་ངེས་ནི། ག་དེ་ག་ཚེ་འགོ་ནི་ད་ད་ལྟ་ཅིག་ཡུག་རེན་གྱི་ས་ཁུལ་སུ་མི་སུ་ནོག་ལ་ཨ་ནི་གཏོར་སྐྱེན་བཏང་དགོས་དེར་གནས་ཚུལ་དེང་གི་འདུག་བ་ཕེ་ན་གཏོར་སྐྱེན་བཏང་ད་ཕེ་ད་ག་གཏོར་སྐྱེན་མ་ཡིན་པ།

ཨ་ནི་སྐད་ཆ་གལ་ཆེ་བོ་ཞིག་གར་ལ་ལྟ་དེ། ལྟ་དེ་ད་ལྟ་ཨ་རིའི་ནང་ལ་ད་ལྟ་ཨ་རིའི་སྲིད་འཛིན་འདྲོ་ནོ་ཁྲོམ་གཞུང་དེ་སླེ་བ་ནས་བཟུང་རྗེས། ད་ལྟ་ར་ཤི་ཡན་ཡུག་རེན་གཉིས་བར་གྱི་དཀའ་ངལ་དེ་སེལ་ལྷག་དེ་བས་ཐབས་ཤེས་མང་པོ་ཞུ་བྱས་ཡིན་པ་དེ་ད་ལྟ་ཅིག་ཁྲོམ་གཞུང་གི་ངེས་ནས་ཐབས་ལམ་འདྲ་མར་མང་པོ་ཞུ་བྱས་ཡོད་རང་ཨེ་མ་ཁ་དེ་བས་ད་ཅིག་ཁ་ལོ་ད་ཅིག་ཐབས་ཤེས་ཡས་ཁུ་རྩ་དྲུག་བྱས་རྗེས་ཨ་ནི་དཀའ་ངལ་དེ་སེལ་ཐབས་ཤེས་མང་པོ་ཞུ་བྱས་ཡོད་པ་ད་ནི་དེ་འདྲ་གི་ཐབས་ཤེས་བྱས་བ་ནང་བསྟན་གང་ད་ད་ཅིག་དཀའ་ངལ་དེ་གས་སེལ་ཐུབ་མ་སོང་བ་ད་དེ་ཡང་ད་དེ།

ད་ལྟ་ར་ཤི་ཡའི་བརྟན་བཞུགས་ཀྱི་ཆ་རྐྱེན་དེ་ཚོ་ཨ་ནི་ཨ་རི་གིས་གང་དང་ཅིག་ད་ཁས་ལེན་བྱེད་ཐུབ་ཀྱི་མེད་བ་ཨ་ནི་ཨ་རི་ཙམ་མ་ཡིན་པ་གང་ད་ཡུཀ་རེན་གང་དང་ཁས་ལེན་གྱི་གལ་ཆེ་ཐུབ་ས་མ་རེད་ཟེར་བའོ་དེ་འདྲའི་གནས་སྟངས་ལ་གཞིགས་ཆེད་ད་ད་ར་ཤི་ཡའི་དང་ཨ་ནི་ཡུཀ་རེན་གཉིས་བར་གྱི་དཀའ་ངལ་དེ་ལམ་སང་ཅིག་སེལ་ཐུབ་ཀྱི་མེད་བ་ཡང་མ་གང་ད་ལམ་སང་གང་ད་བལ་ཐག་ཅིག་ཐག་བཅད་ཆེད་དུ། འོ་ད་ལྟ་གང་ད་ད་ལྟ་བར་དུ་ད་ད་ར་ཤི་ཡའི་དང་ཨ་ནི་ཡུཀ་རེན་གཉིས་བར་གྱི་དཀའ་ངལ་དེ་སེལ་མ་འདོད་དེ་ད་ཅིག་ཐུག་ས་གཙོ་བོ་དེ་ད་ད་ར་ཤི་ཡའི་བརྟན་བཞུགས་དེ་ད་ཅིག་ཆ་རྐྱེན་སོགས་ཏིག་ད་ཅིག་མཐོ་དྲགས་ཡོད་མ་དེ་ཚོ་ཏིག་གང་ད་ད་ཅིག

ཨ་རིའི་གིང་ནས་ར་ཤི་ཡ་ལ་དཀའ་ངལ་ཞོ་སྤྲད་རོ་དང་ར་ཤི་ཡ་ཡུག་རེན་དམག་དང་བསྟེན་ཚེ་དཀའ་ངལ་ཞོ་སྤྲད་རོ་དང་དེ་གི་མཉམ་དུ་རྒྱ་ནག་ལ་རོ་ཆ་ཟེར་བ་ན་ཨ་ནི་ཨ་རིའི་གིང་ནས་ཚོང་གི་དོན་ཁྲལ་ཞོ་རྒྱ་ཡམ་ག་ཚོང་གི་ཐོག་ནི་ད་དམག་སུ་རྒྱབ་ར་རོ་དེ་ར་སོང་ད་ད་ཟེར་ལ་ར་ཤི་ཡ་དང་ད་ཁ་ཟེར་དེ་རྒྱ་མི་གཉིས་ཅག་གི་ད་འདྲ་བོ་རོ་དེ་ཨ་རི་ཆ་རོ་དེ་ར་སོང་ཙང་ནི

ཚེ་ད་ཆའི་བ་ཧར་བཟའ་དེ་ཨོ་རེ་ཤིག་ན་ནི་ཚིན་ཆ་བད་དེ་ཞོ་ཀྱོག་པོ་བད་དེ་ཚེ་ཆ་ཀ་ནི་མ་ལག་གི་ཟིན་མ་ཏོ་དེ་འདྲའི་ཚིན་ཆ་ཞིག་ན་ཚོར་བའོ་ད་ཐིག་གི་ཚིན་ཆ་དེ་གཡུག་ཆོག་ཆོག་བད་དེ་ག་ད་ཀ་བཏང་ཡིན་ས་ནི་བད་དེ་གཡུག་ས་དང་ད་ག་ས་མ་ཡིན་པ་ཡུག་རེན་རྒྱ་སོ་ཀྱུབ་ལ་དེ་ནི་ག་ད་གཡུག་དགེ་བའི་དེ་འདྲའི་ཀ་དེར་བཏང་ཚ་འོད་ནས་ཟུག་ཅིག་དེང་གི་ད་དེ་ཤུ་ལ་དོག་དོག་གང་ད།

ཨ་དེ་ཐུག་ཚར་རེ་རྗེས་ནི་གང་ལྟར་ད་ཅིག་ཁོ་གཉིས་བར་གྱི་དཀའ་ངལ་ཅིག་སེལ་ཐུབ་ཀྱི་ཡོད་བཟོ་རོགས་ཡེངས་མ་གང་ལྟར་ད་ཅིག་ཁ་ལོ་ད་ཅིག་གྲལ་དུག་ཏུ་ཡག་པོ་ཞོག་འགྲོ་གི་ཡོད་གང་ལྟར་བས་གནས་ཚུལ་མང་པོ་དེངས་སོང་ང་ཨ་དེ་ཙམ་མ་ཡོང་དཔེར་ན་ཁ་ཟེར་ཏེ་ད་ལྟ་ཨ་རིག་ངས་ནས་ཨ་ནི་ཨི་རང་གི་གཏན་འཇོག་གི་ཆ་རྐྱེན་ཁ་ཤས་ཁས་ལེན་བྱས་པའི་གནས་ཚུལ་དེངས་གི་འདུག་ད་དེ་ཆ་རྐྱེན་དེ་ག་རེ་ཟེར་ན། ད་གང་ལྟར་ཨི་རང་གིས་ངས་ནས་དེར་ད་ཅིག།

ད་ལྟ་གྲོ་ནོར་ཁྲོམ་གྱི་དེ་རིང་སྐད་ཆ་བཤད་ཡིན་ན་དེ་ལྟ་ཨ་རིའི། ག་ཚད་དེ་སྲིད་འཛིན་གཞན་པ་ཇེ་ཏྲི་བྷན་སི་ཡང་སྐད་ཆ་དེ་ཚོ་ལོག་ག་ཞིག་ལོག་ག་ག་རེ་བཤད་སྲིད་ན། ག་ཚོད་དུག་སྤྲིན་ག་ཚོད་ཨི་རན་གྱི་དུག་རན་ཚོན་ཆ་བཟོ་གི་མེད་བ་ན་ཨ་རི་ཁ་ལོ་ད་སྤྱིར་བཏང་གི་ཁང་ད་ལྟ་ཅིག་ཚོང་ལ་བེད་སྤྱད་བྱས་གློག་ལ་བེད་སྤྱད་བྱས་དེ་རིང་དུག་སྤྲིན་ཁ་ཤས་ཅིག་ཡ་ཡང་ཁོ་ཁ་ལོ་ད་ཅིག་ཉར་ཚགས་བྱས་ན་འགྲིག་གི་ཡོད་སྐད་ཆ་བཤད་ཡི་འདུག་ཨ་ཨོ་དེ་འདྲ་སོང་ད་ག་ད་ད་དུས་ཇག་ཨ་རིའི་སྲིད་འཛིན་གྲོ་ནོར་ཁྲོམ་གྱི་ངས་གྲོ་ནོར་ཁྲོམ་བཞུགས་ནས་ནས་ད་ད་ཨི་རན་གྱི་དུག་སྤྲིན་བཟོ་ར་དེ་ག་ལ་ད་ཏང་སྟེགས་སུ་ལོག་ག་སླེ་ཡི་འདུག་ཨ། ད་ལྟའི་དཔེར་ན། ཨ་རིའི་སྲིད་འཛིན་དྲོ་ནོ་ཁྲོམ་དང་སྲིད་འཛིན་གཞན་པ་ཇེ་ཏི་བྷན་ཚི་ཁོ་གཉིས་བར་ལ་དེར་ཅིག་ལྟ་སྟངས་ལོག་པ་ཙམ་མ་ཡིན་པར་ད་ལྟ་ཁ་སང་དུ་ཨ་རིའི་ཕྱི་སྲིད་དྲུང་ཆེ་མཱར་ཀོ་རུ་པི་ཡོ་དང་ཨ་རིའི་ཨ་རིའི་བདེ་སྲུང་གི་ལམ་སྟོན་ཞིག་མཱིག་ཝོལ་སི Mike Waltz ལྟ་སྤེལ་ས་རུ་ཡིན་ནའང་ད་ཁོ་གཉིས་བར་ལ་དེ་བསམ་ཚུལ་ལོག་ཁ་སླེབས་སོང་ང་མཱར་ཀོ་རུ་པི་ཡོས་བཤད་སྟངས་དེ་དེ་ལྟར་ཅིག་སྲིད་འཛིན་གཞན་པ་ཇེ་ཏི་བྷན་ཚི་ནང་ཐག་གིས།